མི་གཅིག་གི་མི་ཚེ་ལ་རིང་ན་ལོ་བརྒྱ་ཐང་པ་འདུག་ཀྱང། ལག་ཤེས་ནི་མི་ཚེ་མི་ར་འཛི་ཤོག་ཤེས་ཏེ། མི་ཚེ་གོང་འོག་བླ་ཆེན་ཤ་བཞག་དོན་འདི་ཉིད་ནི་མི་ཚེའི་དོན་དང་ལྡན་པ་ཞིག། ཁྲོན་པའི་འབྲེལ་མཚམས་དང་འབྲི་ཆུའི་གཞུང་ངོགས་སུ་སྲོལ་རྒྱུན་ལག་ཤེས་ལ་བརྟེན་ནས་རྙེད་གྲྭ་གོང་ས་ཆགས་པའི་གྲོང་བརྡལ་ཆུང་ཆུང་ཞིག་ཡོད་དེ། དེ་ནི་སྡེ་དགེའི་སྨི་ཤེད་རེད། གནས་འདི་གའི་ག་ས་གོང་དུ་ལི་འགའ་བའི་སྒྲ་མཐུད་དུ་བྱས། འདི་ནི་གྲོང་བརྡལ་འདི་ཁོ་ན་ཡོད་པའི་ཁྱད་ཆོས་ཤིག་རེད། མེ་ཤེལ་འདྲ་ཅི་ཡིན་ན་ས་ཆུ་ཡི་མི་སྲིན་ཆ་གཅིག་ནི་ལག་ཤེས་པ་རེད། ལག་ཤེས་རིགས་མི་འདྲ་བ་བཅོ་ལྔ་ལྷག་ཡོད་ཅིང་རྫ་ནག་དང་འཇིམ་བཟོ་ཤིང་བརྐོས་ཁེ་ཐོག་ཟོང་དགའ་སོགས་ཡོད་པས། དེ་འདི་གནས་འདི་ལ་བོད་ཀྱི་ལག་ཤེས་པའི་འཕར་ཚ་ཞེས་པའི་མཚན་སྙན་ཡོད་རེད། ཟླ་བ་སྒྲོལ་མ་ཚང་གི་མི་རབས་གོང་མ་དྲུག་གི་ཟོང་དགའ་ལག་ཤེས་གཉིས་ལ་ད་ལྟའི་བར་དུ་ལོ་ངོ་ཉིས་བརྒྱ་ལྷག་གི་ལོ་རྒྱུས་ཡོད། ཨ་ཕ་ཉི་མ་ནི། མེ་ཤི་ས་ཆའི་མི་དང་འདྲ་བའི་ཟུང་འགའ་ལག་ཤེས་མཁན་ཡིན་ལ། ཁོང་གི་སེམས་སུ། རང་གི་ལག་ནས་བརྒྱུད་པའི་ཐོན་རྫས་ཤིག་ཡིན་ཚེ། དེ་ནི་ཆེས་གླུ་འབར་བའི་རྩོམ་ཆས་ཡིན་པར་འདོད། མ་འོངས་པ་ལ་དེ་ལྟ་ང་ཞིག་ལས་གཟི་མཆན་ལས་དེ་ཞིག་དེ་སྐུ་འདྲ་དེ་ད་ང་ནི་ལོ་བརྒྱ། དྲུག་ཅུ་བདུན་ཅུ་བརྒྱ་ཞིག་དེ་སར་འདུག་འགྲོ་རྒྱུ་རེད་དེའི་ཚེ་ཐུང་ཐུང་རེད་དེ་དེ་ནི་ད་ངུ་ཤི་ལས་ག་གཟིགས་དེ། དེ་ལས་བསྐལ་པ་མ་འཇིག་པ་ལས་ལུས་འགྲོ་རབས་དེའི་དལ་གྱི་ལས་ཟིན་རེ་ཟད་ཟད་ཅིག་གི་དེ་ལས། ཧོ། ད་སྤུས་ཀ་ཆེན་གྱི་དལ་གྱི་ལས་ཟིན་རེ་ཟད་ཟད་ཅིག་དུ་འགྲོགས་ཤིང་དམིགས་ཡུལ། ངོ་མ་བཤད་ན་ངའི་སྲོག་ནི་ཨ་ཕ་ཁོང་གི་ལོགས་ཤིག་འདི་ལ་བཅུང་བའི་བརྩེ་བ་དང་ལྷག་བསམ་ནི་ངོ་མ་ཧ་ལས་གུས་པ་ཅིག་རེད། འདི་ཡང་ཁོང། ལོགས་ཤིག་མཁན་པོ་ཅིག་ཏུ་འགྱུར་བའི་རྒྱུ་མཚན་གཙོ་བོ་དེ་ཡིན་ས་རེད། ལི་མ་སོང་གྱི་ལྷ་སྐུ་གདུང་རྒྱུ་ནི་ཟླ་བ་སྒྲོལ་མ་ཚང་གི་མི་རབས་དུ་མའི་འཛིན་སྐྱོང་བྱེད་པའི་ལག་རྩལ་ཞིག་རེད། ལག་རྩལ་དང་རྒྱུ་ཆ་བདམས་པའི་ཐད་སྲོལ་རྒྱུན་བཅས་ཟུང་དང་ཧ་ཡང་འདྲེས་པ་མ་ཟད་ད་དུང་གསེར་དང་དངུལ་སོགས་མ་སྐྱེས་རྒྱུ་ཆ་རིགས་བསྡུས་ལྷག་བསད་ཡོད། ད་ཀུན་དགའ་སྐྱིད་ལས་བགོས་ཤག་བྱས་འདུག་ད་རིམ་པ། ས་གཞི་བཅའ་རྒྱུ་དཔེ་བཟོ་རྒྱུ་ལག་ལས་རྒྱུ། དེ་ལས་འབྲས་རྒྱས་རྒྱུ་ཕྱི་ལྡོག་བྱེད་རྒྱུ་དེ་འདྲ་བྱེད་དུས་ད་བར་གྱི་རིམ་པ་བཅུ་གཅིག་ཆ་གཅིག་རེད་འགྲོ་རེད།
འཇིམ་བཟོ་ན་ལྷ་སྐུ་གདུང་བའི་གོ་རི་དང་པོ་རེད། འཇིམ་སྐུ་ནི་ལག་ཤེས་ཆུང་ཆུང་ལ་བརྟེན་ནས་བཟོ་དགོས་ཤིང། བློ་སྐྱེད་ལྷ་སྐུ་རྨང་གཞི་མེད་པའི་ལག་ཤེས་དཔའ་ཤེས་མིན་ཚེ་གཞིས་དཀའ་མོ་རེད། འཇིམ་སྐུ་བཞེས་ཚར་རྗེས། དེ་ཡི་ཕྱི་ངོས་སུ་བཀའ་ཤོག་བརྒྱུད་ལ་དོ་སྙོམས་ཡོང་རྗེས་ད་གཟོད་འདྲ་དཔེ་ལས་ཚར་བ་རེད། ལི་མ་ཟུང་གི་ལྷ་སྐུ་བརྡུང་སྐབས་པྲ་ཚིལ་ཞི་བའི་ཐག་བྱས་ཏེ་བརྡུང་པ་རེད། དེ་བས་འདྲ་དཔེ་ནི་ལྷ་སྐུ་བརྡུང་བའི་གོ་རིམ་གཙོ་བོ་རེད། སྐམ་པ་ག་ནོངས་ངོས་སུ་ལ་ལྕི་བཤུ་བ་དང་ལ་ལྕི་ཡི་དྲོད་ཚད་མ་ཆག་ནས་བརྟན་པོ་ཆགས་རྗེས། པྲ་ཚིལ་འཇིན་བཟོ་ཡི་ལྷ་སྐུ་ཡི་འདྲ་པའི་ལས་ཚར་བ་རེད། པྲ་ཚིལ་ཞེས་པའི་ཐང་ནི་གནས་འགའ་རེ། ལོ་ཕྱི་མའི་གདང་པའི་བྱེ་མ་དང་ཁྱི་མཉམ་དུ་བསྲེས་ནས་བཀྲུས་ཚར་རྗེས། ལྷ་སྐུ་མདང་ནང་དུ་འཇོག་དགོས་ཞེས། སྟོང་པ་ཡིན་ས་དེ་ཚོ་སྐོང་བ་ཤེས་རྗེས། ཡོད་ཚད་མེད་ནང་དུ་བཞག་ནས་བསྲེས་བཟོ་ཤེས་དགོས། བྲེ་ཚིག་ཇེ་མཐོར་འགྲོ་བ་དང་བསྟུན་ནས་ལག་སྐུད་རིམ་བཞིན་ཞི་འགྲོ་ལ། མདངས་པ་དེས་བྲེ་ཚིག་མཐུན་པའི་སྒོ་ནས་བཙན་འཇུག་ཞུ་བ་བགྱི། ད་གཟོད་མདངས་སྐུད་ཕྱི་ཡི་ཆ་ནས་ལས་སྒྲུབ་ཞུ་བ་རེད། མཇུག་མཐར་ལྕགས་རིའི་རྒྱུ་ཆ་རིགས་བསྡུས་ལ་བྲེ་ཚིག་མཐུན་པའི་སྒོ་ནས་བསྲེས་རྗེས་ལུས་ཆེན་ནང་བཞག་ནས་གྲོག་མོ་བཟོ་བ་དང། དུས་ཚོད་མི་འདྲ་བའི་ལྕགས་རིགས་ཀྱི་ཞི་ཁུ་ཡོངས་སུ་བཀག་པ་ན། ད་གཟོད་ལྷ་སྐུ་གཅིག་སྒྲིལ་ཐུབ། ཚ་སྐུད་ནི་གསུང་ལུགས་ཀྱི་གོ་རིམ་གཙོ་བོ་རེད། དགེ་རྒན་རྣམས་ཀྱིས་གྲི་ཡི་སྙི་གུ་ཡིན་ཚ་ཤེས་ཏེ་ལྷ་སྐུ་ཡི་སྟེང་དུ་བསེ་གཅིག་ཤི་བ་དང་བསྟུན་པས། ཚ་དང་པོའི་རི་མོ་རིམ་བཞིན་ཇེ་གསལ་དུ་གྱུར་བ་རེད། འདི་དག་ནི་དགའ་བ་དགེ་རྒན་རྣམས་ཀྱིས་བསེ་སྐྱའི་ཟླ་གསུམ་ཤེས་པའི་ལ་རྩ་བཟང་པོ་དང། ལ་ཤེས་པའི་ལྷ་གསུམ་དང་ལྷ་སྐུ་ལ་དད་སེམས་ཤེས་པའི་འདུན་པ་ལས་བྱུང་བ་རེད།
ཕར་ཆེར་ངའི་ཨ་ཕ་ཞེས་འཇིགས་མེད་ཀྱི་བསམ་བློ་དང་ལྷག་བསམ་འདི་ཡིན་ན། ཚོང་ལས་ཀྱི་ངོས་ཐད་ནས་བཤད་ན་ངོ་མ་མི་ལེགས་པའི་ཆ་ཞིག་རེད་ཟེར་ཆོག། རེད་དེ་གྲུ་འདྲིས་ཐོབ་པའི་སྒྱུ་རྩ་པ་ཅིག་དང་ཡང་ན་ཕུལ་དུ་བྱུང་བའི་ལྷ་བཟོ་ཅིག་ལ་མཚོན་ན། དེ་ནི་ཡང་མེད་དུ་མི་རུང་བའི་མི་ཚེའི་དོན་དང་ལྡན་པའི་མཚོན་བྱེད་ཅིག་ཀྱང་རེད། ཟླ་བ་སྒྲོལ་མའི་སེམས་སུ་ཕ་མེས་ཀྱི་རྒྱུན་འཁྱོངས་ཤེས་པ་བརྒྱུད་ད་གཟོད་སྲོལ་རྒྱུན་གྱི་ལག་ཤེས་འཛུལ་ཞུགས་སྤེལ་གསུམ་བྱེད་ཐུབ་པར་འདོད། མོ་རང་ལག་ཤེས་པའི་ཁྱིམ་རྒྱུད་ཀྱི་མི་ཞིག་ཡིན་པའི་ཆ་ནས། ཨ་ཕ་དང་འདྲ་བའི་ལག་ཤེས་པ་ཞིག་འཇིགས་མེད་ཀྱང་རེད་དེ་མོས་ཀྱང་སྐྱེས་བུ་སོ་སོར་བརྟེན་ནས་འཛམ་གླིང་ལ་མིག་ཤེལ་གྲོང་རྡལ་གྱི་གཏམ་རྒྱུད་ལས་བཞི་ཤོག་ལོག་ཤེས་པ་རེ་རེས་བཟོས་པའི་ཐེལ་ཙེ་རེ་རེ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཏེ། རེ་རེ་ལ་རང་གི་གཏམ་རྒྱུད་རེ་དང་རང་གི་བླ་སྲོག། རང་གི་གཤིས་ཀ། རང་གི་ཁྱད་ཆོས་ཡོད་ལེ་རེད། ངས་བསམ་ན་འཇིག་རྟེན་འདི་ལ་དཀོན་པ་ནི་རིན་གོང་དམའ་བའི་ཐེལ་ཙེ་མ་རེད། དེར་མ་ཟད་རིགས་སྣ་ཚོགས་སྤུས་ཀ་ལེགས་པ་དང། ཡང་ན། མིག་ལ་མཛེས་པའི་དངོས་རྫས་འང་དཀོན་པ་མ་རེད། ངས་སོང་ན་འཇིག་རྟེན་འདི་ལ་དཀོན་པ་ནི་གཏོང་རྒྱུ་དང། རྒྱ་གཞུང། བླ་སྲོག་གཅིག་ཡོད་པའི་དངོས་རྫས་རེད། དེང་སང་ཟླ་བ་སྒྲོལ་མས་བློ་སྤོབས་ཆེན་པོས་གསར་གཏོད་བྱས་ཤིང། སྲོལ་རྒྱུན་གྱི་ལག་རྩལ་ལ་བརྟེན་ནས་ཀུན་གྱིས་དགའ་བསུ་བྱེད་པའི་ལག་ཤེས་འཕེལ་རྒྱས་སྲ་བརྟན་དང་ཇུས་འགོད་བྱས་ནས། སྙན་ཆའི་མཐུས་ཆས་དང་ལྷ་སྐུ་ཁོ་ན་བྲིམས་པའི་སྲོལ་རྒྱུན་བཏོད་ནས། གནའ་བོ་ཡི་མིས་བཙལ་ཏེ་བཙན་གཉོམ་དང་བཙན་ཤུལ་རྒྱས་བཅོས་ཡོད་པ་མ་ཟད། ད་དུས་སྲོལ་རྒྱུན་ལ་ཤའི་འཛུལ་ཞུགས་བྱེད་པའི་ཁྱབ་ཁོངས་སྔར་ལས་ཇེ་ཆེར་གཏོང་དང་གཏོང་བཞིན་ཡོད། ད་ལྟའི་མི་ཤེལ་དུ་གཞི་རྒྱ་ཅུང་ཆེ་བའི་ལག་ཤེས་བཟོ་གྲྭ་ཉི་ཤུ་ལྷག་འདུས་ནས། སྡེ་དགེ་རྫོང་གི་མིས་སྤོས་ཚུགས་པའི་དཔལ་གྱི་སྲོལ་རྒྱུན་ལག་ཤེས་ཀྱི་ཕ་སར་གྱུར་ཡོད། སྦྱོང་བརྡར་བྱས་ན།

མ་འོངས་པ་ལ་ངས་ཐོག་མཐའ་བར་གསུམ་དུ་ལག་རྩལ་འདི་རྒྱུན་འཁྱོངས་བྱས་ནས། ལག་ཤེས་པའི་གཏམ་རྒྱུད་ཡག་པོ་དེ་བཤད་ལེ། འཕྲིན་ཕྲན་ཚོང་ཁང་གཉེར་བ་དང་གཏམ་རྒྱུད་བཤད་པ་ནི་ཟླ་བ་སྒྲོལ་མས་སྒྲུབ་བཞིན་པའི་ལས་ཀ་རེད། མ་འོངས་པར་སྨན་དཔྱད་རྫོང་འགའ་འཕེལ་རྒྱས་གཏོང་བའི་ཐད་ཁོ་མོ་རང་ཉིད་ཀྱིས་འཆར་གཞི་བཞེས་ཡོད། ཁོ་མོས་གཞན་གྱི་གཏམ་རྒྱུད་བཤད་པ་མ་ཟད་ད་དུང་རང་ཉིད་ཀྱི་གཏམ་རྒྱུད་འབྲི་བཞིན་ཡོད།